འོ་བཀྲ་ཤིས་བདེ་ལེགས། ཨ་ནེ་ཡེ་ངའི་རྣམ་པ་ཚོ། ང་ཚོ་རྩིས་ལག་བརྙན་ཕྱིར་བསྒྲིགས་སྟེགས་ཀྱི་ནང་ནས་ང་ཚོ་བརྙན་ཕྱིར་བསྒྲིགས་པའི་སྐབས་སུ་བརྙན་ཕྱིའི་སྟེང་ན་ང་གི་རྩ་བའི་གཞུང་དེ་གི་ཐུན་མོང་མ་ཡིན་པའི་བརྡ་ཆད་དེ་ཚོ་ལ་ཨ་ནེ་ཡེ་ད་ཚིག་འགྲེལ་ལབ་ན་འདྲ་དེ་གི་ཚིག་མཛོད་བསྒྲིགས་བཏང་གི་ཡོད་རེད། འོ་དེའི་མཚམས་ནས་ངོ་སྤྲོད་ཅིག་བྱེད་ཀྱི་ཡིན། ད་ཅི། དང་པོ་དེ་ང་ཚོ་གི་ད་ཏིག་གི། བརྗིད་ཆགས་ཐད་ཀར་དགྲ་བོ་གཅིག་འགོག་གི་ཡོད་རེད་ག་རེ་དྲག་སྒྲིག་གཅིག་འགོག་གི་ཡོད་རེད་ཟེར་ན་འདི་ཨ་ནེ་ཚོ་ཚོ་གི་ལྟ་ལོག་ལས་ཀྱི་ནང་ལ་ཐུན་མོང་གི་ཡིག་ནོར་གཅིག་བཟོ་འགོག་གི་ཡོད་རེད་དེའི་ནང་ལ་རྩ་བའི་བརྗིད་ཆགས་གསུམ་གཅིག་འགོག་གི་ཡོད་རེད་རྩ་བའི་གཞུང་ཨ་ནེ་དེ་དང་འབྲེལ་ཡོད་ཀྱི་འདྲ་པར་ཨ་ནེ་དེ་གི་ཚིག་འགྲེལ་གྱི་ཤོག་ངོས་གཅིག་འགོག་གི་ཡོད་རེད་ཡང་དེ་ལ་ཚིག་འགྲེལ་དེ་ཚོ་ཡང་བཙོང་སྒྲིག་བྱེད་སྟངས་ལྷག་གི་ཡོད་རེད་དེ་ངས་ངོ་འཕྲོད་བགྱིས་ནས་བྱེད་ཀྱི་ཡོད་ཨ་ནེ་རྩ་བའི་གཞུང་དེ་ད་འདི་འདྲ་གྱི་རེད་ད་སྤྱིར་བཏང་གི་ང་ཚོ་གི་ཚིག་མཛོད་བཞག་ས་གི་མཉེན་ཆས་དེ་གི་རྣམ་པ་འདྲ་བོ་ག་རེ་འདྲ་བོ་བྱས་ན་དཔེར་ན་འདི་ར་ངས་དཔེ་མཚོན་དེ་སྟོང་ཤག་བཞག་ཡོད་རེད་སྟོང་ཤག། ཅེས་སངས་རྒྱས་ཟེར་ཨ་ནི་སངས་རྒྱས་ཟེར་ན་ག་རེ་རེད་ལབ་ན། འདི་སྒོ་ང་གཅིག་མེད་ན་ཨ་ནི་སངས་རྒྱས་ནི་དེ་བཞིན་ཞོགས་པའོ་ཟེར་ཡིན་ལ་ཁྱེད་རྟ་མགོ་ང་ཚོ་གི་འགྲེལ་བཤད་བགྱིས་ཤོག་བགྱིས་བ་འདྲ་གཞན་བཞག་ཆོག་གི་ཡོད་རེད་ཡིན་ན་ནི་དཔེ་མཚོན་བྱས་ཏེ་བཞག་བྱ་ཡོད་དེ་ནི་ལྟེ་བ་ནང་བཞིན་གྱི་རྟ་དེའི་ནང་འབྲེལ་ཡོད་ཀྱི་འདྲ་པར་བཞག་ཆོག་གི་ཡོད་རེད་ཧ་གོ་ཡག་གི་ཆེད་དུ། ཡི་གེ་མི་ཤེས་ཉི་ཟེར་ན་འདྲ་པར་ལྟེ་བ་ཡིན་ན་དེ་ཧ་གོ་འགྲོ་གི་ཡོད་རེད་བ་ཨོ་དེ་གའི་ཁྱད་པར་གཅིག་ཅེས། དེ་ནི་དེ་ནས་འདི་བར་དུ་ད་དུ་ཡང་དེའི་འདྲི་བྱེད་བཞག་ཚིག་འདྲིར་བཞག་སྟངས་དང་གཅིག་པ་རེད་ད་མ་འདྲ་བ་ཅིག་འདི་ན་སངས་རྒྱས་ཐམས་ཅད་མཁྱེན་པ་དེ་བཞིན་གཤེགས་པ་ཟེར་ཉིད་ད་ད་ལྟ་དེ་བཞིན་གཤེགས་པ་ཟེར་སངས་རྒྱས་ཀྱི་མཚན་གཞན་ཟེར་ཉིད་འདི་ཡང་འདྲི་བྱེད་ནི་ཚིག་འདྲི་འདི་འདྲ་བཞག་སྟངས་ཡིག་ཆེན་གྱི་རྣམ་པ་ཅིག་ནས་བཞག་སྟངས་འདི་ལོག་རེད་འདུག་ཨ་ཨོ་དེ་དེ་འདྲ་བོ་རིགས་མ་འདྲ་བ་གཉིས་ཅིག་ཡིན་དགོས་རེད་ད་དེ་གཉིས་པོ་བཞག་སྟངས་འདི་ངས་ངོ་སྤྲོད་བྱེད་ཀྱི་ཡིན་དེ་བཞིན་སྟོང་ཤག་ཅེས། ཧཱུྃ་འདི་ལས། དེ་ནས་ལྟ་འདིའི་དགུན་གྱི་འདུ་ཚོགས་བསྒྲིགས་སྟངས་དེ་གོང་ན་ར། དང་གི་ཐོག་མར་ངོ་སྤྲོད་མང་པོ་བགྱིས་ཚར་རེད་དེ། དམིགས་བསལ་གྱི་བསྐྱར་ལྡབ་མ་དགོས་པ་གྱིས་ཨ་ནི་འདི་ལ། ཨེམ་བཞག་དགོས་གི་རེད། འདིའི་མཚམས་ཉིད་ལྟ་འདུ་ཚོགས་ཚང་མ་གི་ཆེད་དུ་ལྟ་འདི་ཨེམ་འདི་བཞག་དགོས་གི་ཡོད་རེད་ཨེམ་འདི་བཞག་དེ་ནས་འདིའི་མཚམས་ལ་སྒྲ་བླུ། འདི་སངས་རྒྱས་ཟེར་གྱི་ཡོད། དེ་གྱིས། ཨ་ནི་འདི་གི་སངས་རྒྱས་ཟེར་བ་དེ་ནི་གི་སངས་རྒྱས་དང་པོ་སྟེ། ཨ་ནི་སངས་རྒྱས་ལ་སྐྱབས་སུ་མཆི་དུ་འཇུག་གི་དུས་ཀྱི་ཁོ་རང་གི་ཆ་ཤས་དེ་རེད་ཨ་ནི་འདི་གི་སངས་རྒྱས་དེ་ཨ་ནི་ད་ང་ཚོ་གི་ཚིག་མཛོད་ཀྱི་ནང་ཁོ་རང་གི་ཚིག་འབྲེལ་ཡོད་ཚིག་འབྲེལ་གྱི་ནང་ལ་སངས་རྒྱས་ཟེར་བ་དང་དེ་གཉིས་ཀ་སངས་རྒྱས་གཉིས་ཀ་ཐོག་ཐུག་བཅས་ཀྱི་དེ་ཆགས་བསྡད་ཡོད་རེད། ཧ་དེ་འདྲ་གཅིག་གཅིག་ཨ་ནི་དེ་ནི་འདི་གི། འདི་ཡི་གེ་གསུམ་ཆ་དང་འདི་ཚོགས་ཀྱི་བར་ལ་བཞག་དགོས་ཀྱི་ཡོད་རེད་འདི་ཀྱི་ཟངས་ཀྱི་དང་དེ་གཉིས་དེའི་བར་ལ་དེ་གཉིས་བར་དུ་ཟངས་ཀྱི་གཉིས་ཆ་གི་བར་དང་འདི་ཀྱི་བར་ཤེས་དགོས་ཀྱི་ཡོད་རེད་ཤེས་ནང་བཞིན་གྱི་དོ་འོ་དེ་རེད་འདི་ཚོ་ཚོགས་འདི་ཡང་ཆེ་དེ་ཚང་མ་ཤང་ཚ་ལོག་དང་དེ་བཞིན་ཤོག་པ་རྫོགས་རྒྱུ་དེ་ཚོ་ཚང་མ་དེ་སྒྲིག་སྟངས་གཅིག་པ་རེད་ད་མ་འདྲ་བ་ཅིག་ཡོད་པ་དེ་ཨ་ད་འདི་རེད་ཡང་འདི་ཀྱི་ཡིག་ཆ་གི་རྣམ་པ་གཉིས་སྒང་ལ་འཆར་དེ་ཡག་ཅིག་འདུག་དེ་ལ་འདི་ཀྱི་དང་པོ་དེ་ལ་ཨེམ་དེ་ལ་ཡི་གེ་གསག་གསག་དེ་བཞག་དགོས་ཀྱི་ཡོད་དེ་ནས་ད་འདི

ཙན་དན་སྤར་ལ་ཤང་ཚ་ལོ་ཟེར་དེ་ནི་འདི་ལ་ཕི་ཨེམ་བཞག་ན་འགྲིག་གི་འདུག་ཕི་བཞག་ན་འགྲིག་གི་འདུག་དེ་ལ་ཁྱད་པར་ཅི་ཡོང་གི་མི་འདུག་འོ་དེ་རེད་ཁྱད་པར་གང་བཞག་ན་རེད་ཁྱད་པར་མི་འདུག་ཟེར་གཅིག་རེད་དེ་ནི་སོ་སོ་གི་འདོད་པ་ལྟར་བཞག་ཆོག་གི་འདུག་དེ་ནི་འདི་ཨར་བྷི་བཞག་དེ་ནི་དེ་བཞིན་ཞོགས་པ་ཟེར་དེ་བཞིན་ཞོགས་པ་དེ་ཚིག་གྲུབ་ཀྱི་ཆ་རེད་དེ་བཞིན་ཞོགས་པ་ཙན་དན་སྤར་ལ་ཤང་ཚ་ལོ་ཟེར་དེ་འདྲ་གཅིག་གཅིག་དེ་བཞིན་ཞོགས་པ་དེ་བཞིན་ཞོགས་པ་ནི་སངས་རྒྱས་ཀྱི་མཚན་གཞན་ཟེར་གཉིས་དེ་འདི་ན་ཤར་རིང་གི་འདུག་ཨ། དེ་བཞིན་གཤེགས་པ་སངས་རྒྱས་ཀྱི་མཚན་གཞན་དུ་རྒྱུད་ལྟ་བསྟན་དགྲ་བྱེད་ཀྱི་ཉིན་འཆར་རིང་དགོས་རེད་དེ་ནས་སོ་སོ་གི་ཉིན་ཕྱེད་དྲུག་པའི་སྐབས་སུ་བསྟན་དགྲ་བྱེད་ཉིན་བཞག་ཆོག་གི་ཡོད་རེད། བསྟན་དགྲ་བྱེད་ཀྱི་ལྟ་དེབ་མ་འདྲ་བ་ཚེ་འདི་གི་ཚིག་འགྲོས་བཞག་སྟངས་འདི་གི་ཚིག་འགྲོས་དེ་བཞག་སྟངས་གཅིག་དང་སྒང་ནི་ཨ་ནི་སངས་རྒྱས་ཀྱི་རྒྱུད་འདི་ཡིན་ན་ཁོ་རང་གི་སྒང་ལ་གཅིག་གནས་ན་འཆར་རན་བ་དེ་འདུག་འོ་བསྟན་དགྲ་གི་ཚིག་འགྲོས་བཞག་སྟངས་གཉིས་ཡོད་རེད་དེ་གའི་རྩོམ་སྒྲིག་བྱེད་སྟངས་དང་འདི་ཉན་སྤེལ་དེ་གཉིས་དང་གཞན་པ་དེ་ཚོ་ཚང་མ་དེ་བཞག་ཆོག་གི་ཡོད་རེད། འོ་དེ་གྱིས་ད་རྩ་བའི་ནང་གི་རྩོམ་སྒྲིག་བྱེད་སྟངས་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།